ཧྥ་རན་སི་ནང་ཡོད་པའི་རྒྱ་མིའི་ཟ་ཁང་སྦྱིན་བདག་གིས་བོད་མི་ཞིག་བསད་པའི་དོན་རྐྱེན་དང་འབྲེལ་ནས་བོད་མི་ཚོས་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་དང། རྒྱ་ནག་ཧའེ་ནན་ཞིང་ཆེན་ནང་གི་དངུལ་ཁང་བཞི་ཡི་ནང་དངུལ་སྤྱོད་མཁན་གྱིས་ངོ་རྒོལ་ལས་འགུལ་སྤེལ་ཡོད་པའི་སྐོར་དང། དེ་བཞིན་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེའི་སྙིང་སྟོབས་གཟེངས་རྟགས་ཐེངས་བདུན་པ་དེ་ཨ་ཉག་སེ་སྒྲ་ལགས་ལ་ཕུལ་ཡོད་པའི་སྐོར་དང། སྲིད་སྐྱོང་སྤེན་པ་ཚེ་རིང་གིས་ལྡི་ལིར་གནས་སྡོད་མང་ཚོགས་ལ་རྒྱ་ནག་དམར་ཤོག་གཞུང་གི་བཅིངས་འགྲོལ་དམག་གིས་བོད་ལ་དབང་བསྒྱུར་མ་བྱས་གོང་བོད་ནི་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པའི་སྐོར་ལ་གསུང་བཤད་གནང་ཡོད་པའི་སོགས་ཀྱི་སྐོར་ལ་སྙན་སྒྲོན་ཞུ་རྒྱུ་ཡོད་པས་ལྷན་རྒྱས་ནས་གསང་རྒྱུ་རྒྱས་པ་མུ་མཐུད་ནས་གསན་གཟིགས་གནང་རོགས་གནང། ཟླ་བ་འདིའི་ཚེས་བཅུ་བདུན་ཉིན་ཧྥ་རན་སིའི་རྒྱལ་ས་པེ་རིས་ནང་བོད་རིགས་ཚོགས་པའི་གོ་སྒྲིག་འོག་བོད་མི་འདས་པོ་ཚུལ་ཁྲིམས་ལགས་གདུང་སེམས་མཉམ་སྐྱེད་དང་འབྲེལ་ནས་གཞི་རྒྱ་ཆེ་བའི་མྱ་ངན་ངག་བཅད་གོམ་བགྲོད་གནང་ཡོད་པ་མ་ཟད། ཐེངས་དེའི་ལས་འགུལ་སྐབས་ཧྥ་རན་སིས་གཙོས་པའི་ཡོ་རོབ་རྒྱལ་ཁབ་ཁག་གི་ནང་གནས་སྡོད་བྱེད་མཁན་གྱི་བོད་མི་ཁྲི་གཅིག་ལྷག་སྙོམས་འཛོམས་ཀྱིས་འདས་པོ་ཁོང་ལ་ཁྲིམས་མཐུན་དང་དྲང་བདེན་དགོས་པའི་ལས་འགུལ་སྤེལ་ཡོད་འདུག། དེ་ཡང་ཚེས་བཅུ་གཅིག་ཉིན་གྱི་ཕྱི་དྲོ་ཧྥ་རན་སིའི་བྱང་ཕྱོགས་ནོ་མི་ཏེ་ས་ཁུལ་དུ Saint Leonards ཟེར་བའི་ཧྥི་ཁེམ་གྲོང་སྡེའི་ས་གནས་ཀྱི་རྒྱ་མིའི་ཟ་ཁང Delas D'Aziam། གཡག་ཀྲོའུ་ཁྲང་ཏཱ་ཇོ་ལིའུ་ཟེར་བའི་ནང་ལས་ཀ་བྱེད་མཁན་ཕ་ཡུལ་ལེ་ཐང་ནས་ཡིན་པའི་བོད་མི་ཚུལ་ཁྲིམས་ཟེར་བ་ཞིག་ལ་ཟ་ཁང་གི་སྦྱིན་བདག་དང་ཁོ་པའི་ལས་མི་ཁག་ཅིག་གིས་རུབ་བརྒྱབ་ནས་བུད་མེད་དེར་གྲི་བཙུགས་ནས་དམག་གསོད་བཏང་བའི་དོན་རྐྱེན་བྱུང་བ་དེ་དང་འབྲེལ་ནས་ཧྥ་རན་སིར་གནས་སྡོད་བྱེད་མཁན་བུད་མེད་ཚོས་གདུང་ཚིག་མཉམ་ཡིག་གི་ལས་འགུལ་མང་པོ་ཞིག་སྤེལ་ཡོད་པ་མ་ཟད། ད་ལྟའི་ཆར་ཧྥ་རན་སིའི་ས་གནས་ཉེན་རྟོག་པས་དོན་རྐྱེན་དེ་འབྲེལ་ནས་ཉེས་ཅན་པ་རྩད་གཅོད་བྱེད་བཞིན་ཡོད་པ་མ་ཟད་རྒྱུ་རྐྱེན་གང་ཡིན་སོགས་ལ་བརྟག་དཔྱད་བྱེད་བཞིན་ཡོད་འདུག། དེ་བཞིན་མེ་གསོད་དོན་རྐྱེན་དེ་བྱུང་བའི་རྗེས་ཕྱི་ཚེས་བཅོ་གསུམ་ཉིན་ཡུ་རོབ་ཀྱི་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང་ས་གནས་དོན་གཅོད་འབྲེལ་མཐུད་པ། དེ་བཞིན་ཧྥ་རན་སི་བོད་རིགས་ཚོགས་པའི་ཚོགས་གཙོ་ཚོགས་གཞོན་དང་ས་གནས་ཀྱི་ཆོལ་ཁ་གསུམ་གྱི་སྐྱིད་སྡུག་གི་ཚོགས་གཙོ་ཚོགས་གཞོན་རྣམ་པ། དེ་བཞིན་ས་གནས་གཞོན་ནུ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་ཀྱི་འཐུས་མིས་མཛའ་གྲགས་ཚོགས་འདུ་ཞིག་ཚོགས་ཏེ། དོན་རྐྱེན་དེ་དང་འབྲེལ་ནས་དོན་ཚན་ལྔ་ཕྱིར་བསྒྲགས་བྱས་པའི་ནང། འཕྲལ་དུ་ཁྲིམས་རྩོད་པ་ཚད་ལྡན་ཞིག་གླས་ཏེ་མི་གསལ་བའི་གྱོད་དོན་ཞུ་གཏུག་བྱ་རྒྱུ་དང། ཧྥ་རན་སིའི་སྲིད་བློན་དང་ཁྲིམས་དོན་བློན་ཆེན། ནང་སྲིད་ལས་ཁུངས་དང་ཉེན་རྟོག་པ་ལས་ཁུངས་བཅས་སུ་བོད་རིགས་ཚོགས་པའི་མིང་ཐོ་ནས་སྙན་ཞུ་འབུལ་རྒྱུ། དེ་བཞིན་ཟླ་བ་འདིའི་ཚེས་བཅུ་བདུན་ཉིན་བོད་རིགས་ཚོགས་པའི་གོ་སྒྲིག་འོག་ཧྥ་རན་སིའི་གནས་སྡོད་བོད་རིགས་རྣམས་ཀྱིས་པེ་རིས་ལ་བོད་མི་གང་མང་མཉམ་ཞུགས་ཀྱིས་གཞི་རྒྱ་ཆེ་བའི་མྱ་ངན་གོམ་བགྲོད་སྤེལ་རྒྱུ་དང་ཕྱི་ཚེས་བཅོ་བརྒྱད་ཉིན་དོན་རྐྱེན་བྱུང་སའི་ས་ཁུལ་དུ་གཞི་རྒྱ་ཆེ་བའི་མྱ་ངན་གོམ་བགྲོད་སྤེལ་རྒྱུ་དང་ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་བོད་རིགས་ཚོགས་པའི་གོ་སྒྲིག་འོག་གདུང་སེམས་མཉམ་སྐྱེ་དང་མཆོད་འབུལ་སྨོན་ལམ་འཚོགས་རྒྱུ་ཡིན་པ་མ་ཟད། ཧྥ་རན་སིའི་རྒྱའི་ཟ་ཁང་ནང་ལས་ཀ་བྱེད་བཞིན་པའི་བོད་མི་ཚང་མས་ཟླ་བ་གཅིག་རིང་ལས་མཚམས་བཞག་ནས་ངོ་རྒོལ་གྱི་རྣམ་འགྱུར་སྟོན་དགོས་པའི་རེ་སྐུལ་གནང་འདུག་དེ་ཡང་ཕྱི་ཚེས་བཅོ་གསུམ་ཉིན་དོན་རྐྱེན་བྱུང་ཡུལ་གྱི་ས་གནས་སུ་བོད་མི་མང་པོ་ཞིག་མ་སྐུལ་དྭང་བླངས་ཀྱིས་འདུ་འཛོམས་བྱས་ནས་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཤུགས་ཆེ་སྤེལ་ཡོད་འདུག་པ་དང། སྐབས་དེར་བོད་མི་ཁག་ཅིག་གིས་རྒྱ་མིའི་ཟ་ཁང་ལ་ལྟོ་རྒོལ་ཡང་བྱས་ཡོད་འདུག་འོན་ཀྱང་ལས་འགུལ་དེའི་ནང་མཉམ་ཞུགས་བྱེད་མཁན་ཞིག་གིས་སྤྱི་ཚོགས་དྲ་ལམ་བརྒྱུད་ཐེངས་དེའི་ལྟོ་རྒོལ་དང་འབྲེལ་བའི་སྐོར་བརྗོད་གནང་དོན་ལ། ང་ཚོའི་ཐོག་མའི་དམིགས་ཡུལ་ནི་ཞི་བ་ཐོག་ནས་ལས་འགུལ་སྤེལ་འཆར་ཡོད་ཀྱང་རྗེས་སུ་དོན་རྐྱེན་བྱུང་ཡུལ་ས་གནས་སུ་སླེབས་པའི་སྐབས་འདས་པོ་ཁོང་གི་ཕུང་པོ་གཡུལ་སའི་ས་ཐོག་ཏུ་ཁྲག་མཐོང་བའི་རྗེས་ལས་འགུལ་བ་རྣམས་ཀྱི་སེམས་ལ་བཟོད་མ་ཐུབ་པའི་ཚོར་བ་ཤུགས་རྐྱེན་ལ་བརྟེན་ནས་རྒྱ་མིའི་ཟ་ཁང་དེར་གཏོར་རྒོལ་བྱེད་འགོ་བཙུགས་ཡོད་རབས་བརྗོད་གནང་འདུག། ཟླ་བ་འདིའི་ཚེས་བཅུ་གཅིག་ཉིན་སི་ཨེན་ཨེན་གསར་ཁང་གི་གནས་ཚུལ་སྤེལ་ཚིག་ལ་ལྟ་ན། ལོ་དེའི་སྤྱི་ཟླ་བཞི་པའི་ཟླ་དཀྱིལ་ནས་རྒྱ་ནག་ཧི་ནན་ཞིང་ཆེན་ནང་གི་དངུལ་ཁང་བཞི་ཡི་ནང་ནས་དངུལ་ལེན་ཐུབ་ཀྱི་མེད་པ་དང་དངུལ་ཁང་དུ་དངུལ་བཅོལ་མཁན་དག་ལ་དཀའ་ངལ་ཆེན་པོ་འཕྲད་བཞིན་ཡོད་པར་བརྟེན། ཟླ་བ་དེའི་ཚེས་བཅུ་ཉིན་དངུལ་ཁང་དུ་དངུལ་བཅོལ་མཁན་ས་གནས་ཡུལ་མི་སྟོང་ཕྲག་ལྷག་ལྷན་འཛོམས་ཀྱིས་ས་གནས་དཔོན་པོ་དག་གིས་དྲག་སྤྱོད་དང་ལྐོག་ཟ་རུལ་སུངས་ཀྱི་ཐོག་ལ་ངོ་རྒོལ་ལས་འགུལ་ཞིག་སྤེལ་ཡོད་པའི་གནས་ཚུལ་ཐོན་འདུག། དོན་རྐྱེན་དེ་དང་འབྲེལ་ནས་ས་གནས་ཡུལ་མིས་ཟླ་བ་གཉིས་ཀྱི་ནང་དུ་དངུལ་ཁང་དུ་ངོ་རྒོལ་ཐེངས་ཁ་ཤས་བྱས་ཡོད་ཀྱང་གྲུབ་འབྲས་གང་ཡང་ཐོན་མེད་པ་དང། ཏུའུ་ཡིས་ཉེ་རིམ་བཅུ་དགུ་པའི་རྐྱེན་པས་མི་མང་ཚོའི་འགྲོ་འོང་ལ་དམ་དྲག་དང་བཀག་སྡོམ་བྱས་སྟབས་དངུལ་སྤྱོད་མཁན་དག་གི་ངོ་རྒོལ་ལས་འགུལ་ལ་མགོ་རྐྱེན་སྣ་ཚོགས་འཕྲད་ཡོད་པ་དང། ཐེངས་འདིར་ངོ་རྒོལ་བྱེད་མཁན་མང་པོ་ཞིག་ནི་ཞོགས་པའི་ཆུ་ཚོད་བཞི་པ་ཙམ་ནས་ངོ་རྒོལ་བྱེད་དུ་ཡོང་ཡོད་པའི་གནས་ཚུལ་ཐོན་འདུག་ངོ་རྒོལ་ལས་འགུལ་སྤེལ་བའི་སྐབས་མི་མང་གི་ལག་ཏུ་འཕྲེད་དར་འཁྱིལ་བའི་ནང་བཀོད་གསལ། ཧི་ནན་ཞིང་ཆེན་སྲིད་གཞུང་གིས་ནག་ཚོགས་དང་ལག་འབྲེལ་བྱས་ནས་དངུལ་སྤྱོད་མཁན་ལ་ཉེས་རྡུང་བཏང་བར་ངོ་རྒོལ་ཡོད། གལ་སྲིད་སྤྱོད་དངུལ་མ་ལོག་པ་ཡིན་ན་ང་ཚོ་ལ་འགྲོ་བ་མིའི་ཐོབ་ཐང་ཡོད་མ་རེད། ཧོས་ནང་དངུལ་ཁང་ངའི་དངུལ་ཕྱི་ལོག་བྱེད་རོགས། ལི་ཁ་ཆང་གིས་ཧོས་ནང་ལ་ཞིབ་འཇུག་བྱེད་རོགས་ཅེས་དང་མི་དམངས་ཀྱི་སྐད་འབོད་ནང་རང་མིང་ཅིང་ཅཱ་ཧའེ་ཧྲོ་ཧུའེ། བོད་སྐད་དུ་མི་དམངས་ཉེན་རྟོག་པ་ཚང་མ་ནག་ཚོགས་པ་རེད་སོགས་ཀྱི་འབོད་ཚིག་སྒྲོག་སྐབས། ས་གནས་ཀྱི་ཉེན་རྟོག་པ་སྒྲིག་ཆས་གྱོན་ཡོད་པ་དང་གཞན་ཡང་སྟོད་གོས་དཀར་བོ་གྱོན་མཁན་བརྒྱ་ཕྲག་སླེབས་ནས་ཉེན་བརྡ་གང་ཡང་མ་བཏང་བར་ལས་འགུལ་བ་ཚོར་རྡུང་རྡེག་བཏང་ཡོད་པ་མ་ཟད། གཞན་ལས་འགུལ་བ་ཁག་ཅིག་འཛིན་བཟུང་བྱས་ཡོད་པ་སོགས་ཀྱི་གནས་ཚུལ་ཐོན་འདུག། ད་ལྟའི་ཆར་མི་དམངས་བརྒྱ་ཕྲག་མང་པོས་ཚེ་གང་གསོག་འཇོག་བྱས་པའི་དངུལ་རང་ཉིད་ཀྱི་ལག་ཏུ་མ་རག་པའི་དཀའ་ངལ་འཕྲད་བཞིན་འདུག་ལ། ཐེངས་འདིའི་ངོ་རྒོལ་ལས་འགུལ་དེ་ནི་རྒྱ་ནག་གི་ནང་དུ་ཏོག་དབྱིབས་ཉེས་རིམས་བཅུ་དགུ་ཁྱབ་གདལ་ཕྱིན་པ་ནས་བཟུང་ད་ལྟའི་བར་དུ་ངོ་རྒོལ་གྱི་ལས་འགུལ་ཤུགས་ཆེ་ཤོས་ངོས་འཛིན་བྱས་བཞིན་འདུག། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་རྒྱ་ནག་གི་བཙོན་ཁང་དུ་སྐུ་གྲོངས་ནས་ལོ་བདུན་སོང་བའི་ཉིན་མོ་སྟེ་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་ཨ་རིའི་བྱང་ཀལ་ལི་ཧྥོ་ནི་ཡ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ་བོད་དོན་ཚོགས་པ་བརྒྱ་དང་བརྒྱ་ཅུ་ལྷག་ཡོད་པའི་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ལྷན་ཁང་གི་གོ་སྒྲིག་འོག་ཀྲུའུ་བསྟན་འཛིན་བདེ་ལེགས་རིན་པོ་ཆེའི་སྙིང་སྟོབས་གཟེངས་རྟགས་ཐེངས་བདུན་པ་འབུལ་བཞེས་མཛད་པའི་མཛད་སྒོ་འཚོགས་སྐབས། ད་ལྟའི་ཆར་རྒྱ་ནག་གི་བཙོན་ཁང་དུ་ཡོད་པའི་བོད་མིའི་ཁོར་ཡུག་ལས་འགུལ་བ་དང་ལྐོག་ཟ་རུལ་སུངས་ཐེར་འདོན་པ། འབྲོག་དམངས་ཀྱི་འཚོ་གནས་ཐོབ་ཐང་རྩོད་ལེན་པ་ཨ་ཉག་སེ་འདྲ་ལགས་ལ་ཕུལ་ཡོད་པ་དང་ཁོང་གི་ཚབ་ཏུ་གཟེངས་རྟགས་དེ་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་བཞེས་གནང་འདུག། ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཟླ་བ་བཅུ་གཉིས་པའི་ནང་རྒྱ་ནག་གཞུང་གིས་ཁྲིམས་ཁང་ཞིག་གིས་ཁོང་ལ་དཀྲུག་རྐྱེན་བསླང་བ་དང་སྤྱི་ཚོགས་ཀྱི་སྒྲིག་གཞིར་གཏོར་བཤིག་གཏོང་བའི་འདུ་འཛོམས་བྱས་ཡོད་པ་སོགས་ཀྱི་ཉེས་མིང་འོག་ལོ་བདུན་བཙོན་འཇུག་ཁྲིམས་ཐག་བཅད་ཡོད་པ་དང་ཁོང་གིས་ཁྲིམས་ཆད་དེར་ངོས་ལེན་མ་བྱས་པར་ཁྲིམས་ཁང་གོང་མར་ཞུ་གཏུག་བྱས་ཡོད་ཀྱང་ཁྲིམས་ཆད་རང་སོར་བཞག་ཡོད་པ་རེད་འདུག་དེ་ཡང་ཨ་ཉག་སིན་ཏྲེ་བཟའ་ཟླ་དབྱང་ཁི་ལགས་ཀྱིས་ཁོང་འཛིན་བཟུང་བཀག་ཉར་བྱེད་དགོས་པའི་རྒྱུ་མཚན་ནི་ཁོང་གིས་མཚོ་སྔོན་ཞིང་ཆེན་མགོ་ལོག་ཞིབ་འཇུག་ཁང་དང། པེ་ཅིང་གྲོང་ཁྱེར་འབྲེལ་ཡོད་ཁྲིམས་ཁང་ཁག་ལ་ས་གནས་སྲིད་གཞུང་གིས་སྐྱོབ་གསོ་རོགས་དངུལ་ལྐོག་ཟ་བཟོ་གླིང་བྱས་ཏེ། འབྲོག་པ་མང་ཚོགས་ཕྱུག་པོ་ཆགས་རྒྱུ་ལས་ལྡོག་སྟེ་རིམ་ཁག་འགོ་ཁྲིད་ཚོ་ཕྱུག་པོ་ཆགས་པ་དང་འབྲོག་པ་མང་ཚོགས་ཀྱི་འཚོ་གནས་ལ་ཡར་རྒྱས་ཀྱི་འགྱུར་ལྡོག་གང་ཡང་མེད་པར་སྔར་བཞིན་དབུལ་ཕོངས་དཀའ་སྡུག་གི་གནས་སྟངས་བཅས་ལ་སྐྱོན་བརྗོད་བྱས་ཡོད་འདུག་པ་དང། ས་གནས་འགོ་ཁྲིད་ཀྱིས་ལྐོག་ཟ་སུའུ་ལིན་ཐེར་འདོན་དང་མི་མང་ཉིས་བརྒྱ་ལྷག་གིས་སྣེ་ཁྲིད་དེ་འབྲེལ་ཡོད་ལས་ཁུངས་ལ་ཞུ་གཏུག་བྱས་པར་བརྟེན། དགའ་བདེ་རྫོང་ཉེན་རྟོག་པས་སྤྲོ་སྐྱིན་བཟོས་པའི་ཉེས་མིང་གཡོགས་ཡོད་པའི་སྐོར་འགྲེལ་བརྗོད་གནང་འདུག་ཁོང་དེ་སྔོན་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ཟླ་དགུ་པའི་ཚེས་བཞི་ཉིན་གྱི་ཕྱི་དྲོ་མགོ་ལོག་དགའ་བདེ་རྫོང་ཉེན་རྟོག་ཁང་གིས་ཨ་ཉག་སེང་འབྲས་སྤྱི་ཚོགས་ནང་སྤྲོ་སྐྱིན་བླངས་ཡོད་པའི་ཉེས་བ་ཡོད་སྐོར་བརྗོད་ནས་འཛིན་བཟུང་བཀག་ཉར་བྱས་འདུག་པ་དང། དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཁོང་ས་གནས་སྲིད་གཞུང་གི་འགོ་ཁྲིད་དུ་འོས་འདེམས་བྱུང་ཡོད་ཀྱང་རྒྱ་ནག་གཞུང་གིས་ཚིག་འབྲས་དེ་སྔ་ཁྲིམས་དང་འགལ་ཡོད་པའི་ལས་ཀ་བྱས་ཡོད་ལུགས་སོགས་བཤད་དེ་ངོས་ལེན་མ་བྱས་པར་ཕྱི་ལོ་ཉིས་སྟོང་བཅུ་བཞི་ལོའི་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་འཛིན་བཟུང་བྱས་ཏེ་ལོ་གཅིག་དང་ཟླ་བ་གསུམ་གྱི་བཙོན་འཇུག་ཁྲིམས་ཐག་བཅད་ནས་ཀློད་གྲོལ་བཏང་ཡོད་པ་དང། ཉིན་དེར་ས་གནས་མང་ཚོགས་ཀྱིས་བསང་གསོལ་བཏང་ནས་ཁོང་ལ་ཕེབས་བསུ་གནང་ཡོད་པ་རེད་དོ། སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེའི་སྙིང་སྟོབས་གཟེངས་རྟགས་ཐེངས་དང་པོ་དེ་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོའི་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་རིན་པོ་ཆེ་རྒྱའི་བཙོན་ཁང་ནང་གྲོངས་ནས་ལོ་ངོ་གཅིག་འཁོར་བ་དང་བསྟུན་ནས་ཆབ་སྲིད་བཙོན་པ་ཡེ་ཤེས་ཆོས་སྒྲོན་ལགས་ལ་ཕུལ་ཡོད་པ་དང། ཉིས་སྟོང་བཅུ་བདུན་དེ་བཀྲ་ཤིས་དབང་ཕྱུག་ལགས་དང་ཉིས་སྟོང་བཅོ་བརྒྱད་ལོར་དོན་གྲུབ་དབང་ཆེན་ལགས་དང་མགོ་ལོག་འཇིགས་མེད་ལགས། ཉིས་སྟོང་བཅུ་དགུ་ལོར་ཀུན་གཟིགས་པཎ་ཆེན་བསྟན་འཛིན་དགེ་འདུན་ཡེ་ཤེས་འཕྲིན་ལས་མཆོག་དང། ཉིས་སྟོང་ཉིས་སང་གཉིས་ལོར་ཨ་ཉག་སེང་སྒྲ་བཅས་ལ་ཕུལ་ཡོད་པ་རེད་འདུག། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་སྤྱི་ཟླ་བདུན་པའི་ཚེས་བཅུ་གཉིས་ཉིན་བརྒྱབ་ནས་ཚེས་བཅུ་དྲུག་བར་རྒྱ་གར་གྱི་རྒྱལ་ས་ལྡི་ལིར་གནད་ཡོད་མི་སྣ་ཁག་ཅིག་མཇལ་མོལ་དང་དེ་བཞིན་ལྡི་ལི་ས་མེག་གླིང་མང་ཚོགས་དང་མཇལ་འཕྲད་གནང་རྒྱུ་སོགས་ཀྱི་ཆེད། གཞུང་འབྲེལ་ཕྱོགས་ཕེབས་གནང་ཡོད་པ་ལྟར། ཕྱི་ཚེས་བཅོ་ལྔ་ཉིན་སྲིད་སྐྱོང་གིས་བོད་ཁྱིའི་ཉེ་སློབ་ཏུ་མང་ཚོགས་ལ་གསུང་བཤད་གནང་འདུག་སྐབས་དེར་ཁོང་གིས་གསུངས་དོན། རྒྱ་ནག་དམར་ཤོག་གཞུང་གི་བཅིངས་འགྲོལ་དམག་གིས་བོད་ལ་དབང་བསྒྱུར་མ་བྱས་གོང་བོད་ནི་རང་བཙན་གཙང་མའི་རྒྱལ་ཁབ་ཅིག་ཡིན་པ་མཁས་དབང་དང་ཉམས་ཞིབ་པ་སོགས་ཀྱིས་ཁ་ཕྱི་དྲག་ཏུ་བརྗོད་ཀྱི་ཡོད་སྐོར་དང། བོད་ཀྱི་མི་རབས་གསར་པའི་གཞོན་སྐྱེས་རྣམས་ནས་བོད་ཀྱི་དངོས་ཡོད་ལོ་རྒྱུས་སྐོར་སློབ་སྦྱོང་བྱེད་དགོས་པ། སྤྱི་ལོ་ཉིས་སྟོང་ཉིས་བརྩེགས་གཉིས་ལོའི་སྤྱི་ཟླ་དྲུག་པའི་ཚེས་ཉིས་བརྩེགས་གཉིས་ནས་ཉིས་བརྩེགས་གསུམ་བཅས་ཉིན་གྲངས་གཉིས་རིང། ཨ་རིའི་རྒྱལ་ས་ཝ་ཤིན་ཁྲོན་དུ་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཐེངས་བརྒྱད་པ་འཚོགས་པ་དང་བསྟུན་ཕྱི་ཚེས་ཉིས་བརྩེགས་གསུམ་ཉིན་ཨ་རིའི་གྲོས་ཚོགས་ཀྱི་ཚོགས་ཁང་ནང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་མདུན་དུ་བོད་དོན་སྐོར་སྙན་ཞུ་ལས་རིམ་ཞིག་ཚོགས་ཡོད་པ་དང། སྐབས་དེར་རྒྱལ་སྤྱིའི་ཁྲིམས་ལུགས་མཁས་དབང་སྐུ་ཞབས Michael Winwald དང་རྒྱ་རིགས་མཁས་དབང་སྐུ་ཞོགས་ལིའུ་ཧན་ཁྲང་ལགས་རྣམ་གཉིས་ནས་ལོ་རྒྱུས་ཐོག་བོད་དེ་རྒྱ་ནག་གི་ཆགས་སྲེད་སུ་འགྱུར་མྱོང་མེད་པའི་དཔང་རྟགས་ཁུངས་སྐྱེལ་ར་སྤྲོད་བྱས་ཡོད་པ་མ་ཟད། ད་ལྟ་རྒྱ་ནག་གཞུང་གིས་ཆེད་མངགས་བོད་ཀྱི་ལོ་རྒྱུས་ལོག་བཤད་བྱས་ཏེ་འཛམ་གླིང་མི་མང་ལ་བསླུ་ཁྲིད་བྱེད་བཞིན་པ་ནི་རྒྱལ་སྤྱིའི་ཁྲིམས་དང་འགལ་ཡོད་པ་སོགས་གསུངས་པའི་སྐོར་དྲན་གསོ་གནང་འདུག། གཞན་ཡང་བཀའ་ཤག་སྐབས་བཅུ་དྲུག་པའི་ལས་གཞི་གསར་པ་དང་བླངས་བོད་དོན་ཞུ་གཏུག་པའི་རྒྱབ་ལྗོངས་དམིགས་ཡུལ་སྐོར་གསུངས་འདུག་པ་མ་ཟད། བོད་མིའི་སྒྲིག་འཛུགས་ནས་བཙན་བྱོལ་བོད་མིའི་མི་འབོར་གྲངས་གཞིའི་གི་ལས་གཞི་སྤེལ་བཞིན་ཡོད་པས་བོད་མི་མང་ཚོགས་ནས་ལས་གཞི་དེར་མཉམ་ཞུགས་གནང་དགོས་པའི་འབོད་སྐུལ་ཡང་གནང་འདུག། སྲིད་དབང་ལྷན་རྒྱས་གསར་འགྱུར་ལས་རིམ་འདི་ག་མཇུག་སྒྲིལ་བ་ཡིན། གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འགྱུར་རྒྱས་པ་ཁག་གསན་འདོད་ཡོད་ཚེ་ངོ་དེབ་དང YouTube དེ་བཞིན Instagram བཅས་ཀྱི་ཐོག་ལ་བོད་ཀྱི་བང་ཆེན་ཡང་ན Tibet Express དྲ་ཚིགས་ཐོག་དེ་གཟིགས་རྒྱུ་ཡོད་པས་དེ་དོན་ལྷན་རྒྱས་ནས་དགོངས་འཇགས་གནང་རོགས་གནང། ང་ཚོའི་རྗེས་ཀྱི་ལེ་ཚན་ནང་བསྐྱར་དུ་མཇལ་ཡོང་ཁྱེད་རྣམ་པས་ང་ཚོའི་གསར་འགྱུར་ལས་རིམ་གཟེངས་བསྲིངས་གནང་བར་བཀའ་དྲིན་ཆེ།